སྤྱིར་བཏང་ནི་ངོ་ཤེས་མང་པོ་དང་མི་གཅིག་བཟོ་དེ་ཆེན་པོ་ཡིན་རུང་སྤྱོད་འཇུག་ཡིན་རུང་ལ་ངོ་ཤེས་པ་མང་དག་མེད། ད་དེ་རིང་དང་པོ་ཡིན་དྲང་པོ་ཞུ་དང་རོགས། ལྷོད་ལྷོད་རེད་ད་ད་ལྷོད་ལྷོད་ཆེ་ནི་མ་རེད་བས་ཆ་ཚུལ་གཅིག་ཡོད་ད། ཆ་ཚུལ་གཅིག་ཐོག་ཨ་ནི་ཏོག་ཙམ་བཤད་ཆོག་རོགས། ད་དགེ་རྒན་ཕྱག་ལས་ནས་རྩ་དགོངས་ཞུས་ཆེད། ད་ལོ་ངོ་བཞི། འདས་སོང་བ་ད་ལོ་ངོ་ལྔ་པ་དེ་ད་འགོ་བཙུགས་བཞིན་པ་ཡིན། སྤྱིར་བཏང་ནས་ད་ཟུར་ལ་མཉམ་མཉམ་བཤད་སྲོལ་ཡོད། ད་རིང་པོ་མ་ཡིན་ནའི་གི་རོ། གང་ཡིན་ཟེར་ན། དོ་བདག་རང་ཉིད་ལ་ད་སློབ་སྦྱོང་མཉམ་ཐོབ་དུས་མ་རེད་བས། ད་བེད་མེད་བཞག་ན་ཡག་པོ་མི་འདུག་ཨ། ད་འདི་དོ་བདག་རང་ཉིད་ཀྱི་ལས་འགན་ཆགས་འདུག་ཨ་ལ། ད་གང་ཡོད་པ་ད་ཅུང་ངུ་ཞིག་ཡིན་རུང་རོགས། གཞན་ལ་གཡས་རེ། མ་རེ་བས། ད་ཀླད་པ་ནང་དུ་གང་བྱུང་ངུ་ཞིག་ཞིག་ཁེངས་ཡིན་རུང། ད་འདི་མ་པ་པས། ད་ཆུ་ཀ་ལ་མ་སོང་ན་གློད་ཞེ་ད་མ་རེ་བས་གཞན་གྱིས། ཆབ་བཞེས་ངེས་ཡོད་ན་ཆུ་ལ་ད་ཞེ་ས་ཐོག་ནས་ཆབ་ཟེར་གྱི་རོ་ཨ་ལ། ཞེས་བཅོས་ཕང་སྣང་མེད་བ་མ་རེ་བས་ངུ་འདི་རོ་ཨ་ད་ཅི་དང་ནི་མང་པོ་པ་པས་མེད་མེད། ད་གང་ཡོད་པ་མཉམ་མཉམ་ནི་སྨྱོན་ནི་པ་པས་ཡིན་རོ་ཨ་ད་འདི་དོ་ད་རང་ཉིད་ལས་འགན་ཆགས་ཀྱི་ཡོད། མི་ཞིག་ཡིན་པའི་ཆ་ནས། མི་ཞིག་ཡིན་པས་མ་ཚད་དགེ་རྒན་ཟུར་པ་ཞིག་ཡིན་དུས། ལས་འགན་ཆེན་པོ་ཞིག་ཡོད་བསམ་གྱི་འདུག་ད། དགེ་རྒན་ཟུར་པ་ཞིག་ཡིན་དུས་རྩ་དགོངས་ཞུས་ནས་ནང་ནང་ལ་ཁ་རེ་ད་ཀ་བ་བཞི། རོགས་ལ། ཀ་བ་བཞི་ལས་མང་བ་འདུག་རོགས་ཨ་དེ་ལ་གཅིག་གཉིས་གསུམ། འོན་ད། སྤྱི་བཏང་ནི་རྟ་འཛིན་ཁང་ཞིག་གི་རུང་ཀའོ་བཞི་རུ་ཨ་ཁང་པ་ལ་ཀའོ་བཞི་ད་ངེས་པར་དུ་དགོས་པ་ཡིན་ཙང་ཡིན་ན་དེའི་ནང་དུ་ད་ཞེ་ཁ་ཤུ་ནི་ཡོད་རོ། རྒྱབ་ལ་ད་འཇིམ་ནང་ཀུན་ནི་ད་ཤེ་མ་ཅུ་བའི་སོག་པ་ད་དེ་འདྲ་མ་ཡིན་པ་ཅི་ར་ལ་དེ་འདྲ་མེད། ད་རང་དབང་མ་རེ་བས་ད་འདི་ཆགས་སུ། རྩ་དགོངས་ཞུས་རྗེས་ད་སེམས་ལྷོད་པོ་ཞེ་དྲག་ཆགས་སོང་ལ། ཁོར་ཡུག་གི་གཞི་འཇམ་པོ་ཡིན་དུས་ད་སོ་སོ་ཡིས་ད་ལྷོད་པོ་ཆགས་སོང་ད་སྐད་ཤུགས་ཡིན་ན་ཡང་ཆེན་པོ་དོན་མེད་མི་འདུག་ད། མངོན་སུམ་མངོན་སུམ་དུ་ཤེས་ཀྱི་ཡོད་ད། ད་ཡང་བསྐྱར་དུ་ཡང་སློབ་གྲྭའི་ཁོར་ཡུག་ནང་དུ་སླེབས་ན་ཡང་སྐད་ཤུགས་དོན་སྲིད་མ་རེད་བས། གང་ཡིན་ཟེར་ན་ཉམས་མྱོང་ཡོད་ཙང། མ་རེད་ཉམས་མྱོང་ཡོད་ཙང། ཨ་ཡོ་ད། འོ་དེ་ཡིན་ད་སྤྱི་བཏང་ནི་གཞི་འཇམ་པོ་ཆགས་ཞེས་རོགས་ཨ་ད་ཁ་ནས་སྐད་ཤུགས་དེ་འདྲ་ཡང་དོན་ངོ་མི་འདུག་ད། མངོན་སུམ་བཤད་ཀྱི་ཡོད་ད་ད་ཡང། ཁུ་སིམ་མི་འདུག་ཨེ་ད་ལྷོད་ལྷོད་བྱེད་ནི། ད་ལོ་ངེས་བསྡད་ཡིན་རོགས་ཨ་ཡིན་ན་ང་ག་དུས་ན་ནང་ལ་ལྷོད་ལྷོད་བྱེད་ནི་དེ་དུས་ཚོགས་ཐེངས་དང་པོ་བསྒྲུགས་ཀྱི་ཡོད་གཉིས་པ་བསྒྲུགས་ཀྱི་ཡོད་གསུམ་པ་བསྒྲུགས་ཀྱི་ཡོད་ལ་འདི་འདྲའི་སེམས་པ་ནང་ལ་འདི། ད། ཚོར་བ་ཞིག།

དགེ་རྒན་ཟུར་བསྡུས་ལྟ་ནུས་པ། ཧང་སང་ཡང་སྐྱོ་ར་ལ་གཟུགས་ཀྱི་ནུས་སྟོབས་མ་ཡིན་པ་སེམས་ཀྱི་ནུས་སྟོབས་མ་རེད། ཨ་ནི་ཡང་དུས་སེམས་ཤུགས་འཕེལ་མཁན་ཞིག་ཡོད་ན་མ་རེད་བས་དགེ་རྒན་དོ་བདག་དེ་ལ་ནི་རང་བཞིན་གྱིས་སྒོ་ཆུང་ངུ་འདི་ནང་ལ་སེམས་ཤུགས་འཕེལ་བྱེད་ནི་ཕྱག་ལས་གང་འདྲ་ཞིག་ཡིན་རུང་སྐུ་ལྷོད་པོ་བདེ་བའི་ལམ་ནི་དང་དེ་ཙམ་མ་ཡིན་པར་མགྱོགས་པོའི་ལམ་ནི་ཚ་སྒྲུབ་ཐུབ། སྲིད། མ་རེད། ད་ང་ཤེས་ཁེ་པོ་ཡོད་མར་ད་སྤྱི་བཏང་ནི་མི་འདུག་བས་སློབ་གྲྭའི་ཁོར་ཡུག་ནང་དུ་ཡང། སློབ་ཕྲུག་གི། གདོང་ལ་ཤེས་འདི་ཧང་སངས་གོམས་གཤིས་ཡག་པོ་དང་ནི་དགའ་པོ་ཡོད། གང་ཡིན་ཟེར་ན་གང་ཡིན་ཟེར་ན་ཟེར་རེ་བྱེད་བ་ཡ། སློབ་ཕྲུག་དེ་ཚོའི་ཉན་འདོད་ཡོད། ད་ཉན་འདོད་ཡོད་པ་དེ་སོ་སོ་ཧ་གོ་གཙང། དེ་ལ་བབ་པས་ཤེས་འདོད་ཡོད། ཡིན་ན་ད་ལྟ་དེ་ཡང་སྤྱི་ཚོགས་ཆེས་དམིགས་བསལ་གྱི་དྲ་རྒྱ་ནང་ལ་དོན་དུས་ཡང་འདི་ད་ངོ་ཚ་སྨན་པོ་ཡོད་ད་སྤྱི་བཏང་ནས་མི་འདོད་ད་ངོ་བཞིན་པ་མང་པོ་མེད་བར་ལ་སྤྱི་བཏང་ནས་ད་ངོ་བཞིན་པ་གང་ཡོད་པ་དེ་ཚོ་ད་སློབ་ཕྲུག་ཡིན་རོགས་སློབ་ཕྲུག་ཟུར་པ་དེ་ཚོ་འཛིན་གྲྭ་བཅུ་གཉིས་ཐོན་རྗེས་མང་ཆེས་ད་དྲིན་པ་བརྗེད་སྲོལ་ཡོད་ལ།

ཐོག་མ་དེ་ང་དྲན་གྱི་འདུག་ཟིན་གྲྭ་བཅུ་གཉིས་ཐོན་རྗེས་མང་ཆེ་གི་དྲན་པ་བརྗེད་ཀྱི་འདུག་བ་ལ་དགེ་རྒན་ལ་ལྟ་དེ་རང་བཞིན་ཡིན་ཟེར་བ་ང་ཧ་གོ་གོ་མ་རོགས། སྤྱི་བཏང་ནི་ང་སློབ་ཕྲུག་གི་མདུན་ལ་ཧང་སངས་ཀྱི་ལྟ་ནུས་པ་ཆེན་པོ་མི་འདུག་བས། པའི་སྟོབས་ཆེན་པོ་བློ་ཁོག་ཆེ་མདོག་གཅིག་ཡོད་ལྟ་ག་རེ་ཡིན་ན་གི་ལྟ།

སེམས་པ་ཧམ་སེམས་སྐྱོ་གི། ད་དེ་ནི་ད་འདུག་སུ་ཉམས་མྱོང་བསགས་ནས་མི་འདུག་ད་ང་དེ་གམ་སེམས་པ་སྐྱོ་བོ་མི་འདུག་རྗེས་སུ་མི་འདུག་དྲན་པ་ཅི་ཡིན་ཤེས་ཨ། རོ། དེ་འདྲ་བཟོ་ར་ཞིག་ཡོད། ཡིན་ནང་ཡང་ད་དགེ་རྒན་ཟུར་པ་ཞིག་ཡིན་དུས་མི་འདུག་པས། ཕྱག་ལས་གང་འདྲ་ཞིག་གནང་དགོས་མི་དགོས་ཟེར་བ་དེ། རྟགས་ཡག་པོ་ཧ་གོ་དགོས་བསམ་གོ་འདུག་རོགས་ཨ་ནི་དམིགས་བསལ་གྱི་འཛིན་སྐྱོང་གི་ཐོག་ལས་ཉམས་མྱོང་ཏོག་ཙམ་ཡོད་དུས་ཏོག་ཙམ་བཟོས་དུས་ལོ་ངོ་ག་ཚོད་ཡོད་ཐབས་མེད་འདི་ད་ལྟ་ཤེས་ཀྱི་མེད་རོགས་ཉམས་མྱོང་ཏོག་ཙམ་ཡོད་དུས་ད་འགན་འཁུར་འགན་འཁུར་ཅན་ཞིག་ངེས་པར་དུ་དགོས་བསམ་གྱི་ཡོད་མ་ཚད་ཨ་ནི་འགན་འཁུར་ཅན་གྱི་འགན་འཁུར་ཅན་ཞིག་ཡིན་པའི་ལམ་ནས

མཉམ་དུ་བཏགས་ན་འཇུག། འབྲེལ་བ་བྱུང་རྗེས་ཉམས་མྱོང་བསགས་སོ་ཨ་ལ་ད་འོང་འདི་རེད། དེ་རིང་གི་བརྗོད་གཞི་འདི་འདྲ་ད་ང་དམིགས་བསལ་འདི་འདྲ་གལ་མེད་ད་རོ་ཨ་ད་མདོར་བསྡུས་ཤིག་རོ་ཨ་རྒྱབ་ལྗོངས་ཀྱི་གཅིག་ཞུས་ན་བསམས་སོ་འཛིན་སྐྱོང་གི་ཐོག་ལ་སློབ་གྲྭའི་འཛིན་སྐྱོང་གི་ཐོག་ལ་ཉམས་མྱོང་ཏོག་ཙམ་ཡོད་དུས་ནི། སྙམ་བཤད་ན་ཡག་ཡོད་བསམ་གྱི་འདུག་གང་ཡིན་ཟེར་ན། དེ་འདྲའི་དེ་འདྲའི་ཆེ་ནས་ད། དྲན་པ་བརྗེད་སྲིད་ར་ལོ་རྒས་ན་དྲན་པ་འཇིག་ཡོད་སྲིད་ང་ཡང་ཧང་སངས་ངམ་འདྲ་ང་འདྲ་ཀྱི་ཡུལ་དུ་མི་འདུག་བས་ཅིག་ས་བྱ་ཡ་མི་འདུག་ད་འོ་ན་ཁོ་རང། དྲན་པ་འཇིག་ཡོད་ལ་ནི་དེ་འདྲའི་བཤད་སྲོལ་འདུག་ར་རྒས་འགོ་མང་ཞིག་དེ་འདྲ་ཡིན་དེ་འདྲ་ད་ཕག་འགོར་བ་ལ། ད་སྤྱི་བཏང་ནས་དོ་བདག་ང་རང་ཡིན་ནས་ངས་བཤད་སྲོལ་བ་ལ། གང་ཡོད་པ་དེ་གཞན་ལ་པབ་ཐོའི་དེ་ཕན་ཐོག་ན་ཟེར་གྱི་ཡོད་རེད་ད་ཨ་ནི་ལེགས་ཤོས་རེད་ར། དེ་མིན་ཕན་མི་ཐོག་ན་གནོད་མི་དགོས་ཟེར།

ཕྱག་ལེན་གནང། ཕེབས་རུང་དགེ་རྒན་སློབ་ཁྲིད་ནས་གཙོས་པའི་དགེ་རྒན་ལས་བྱེད་ཟེར་གྱི་ཡོད་དཱ་ཡང་ན་སློབ་ཕྲུག་ཡིན་རུང། དུས་ཐོག་ལ་ཕེབས་ཐུབ་བས་དེ་ཤིན་ཏུ་གལ་གནད་ཆེ་བ་རེད། དུས་ཐོག་ལ་ཕེབས་ཐུབ་བས་དེ་ཤིན་ཏུ་གལ་གནད་ཆེ་བ། ད་འདི་ཐོག་མར་ནས་མི་འདི་བས་སྦྱང་ཐུབ་བས་སྦྱང་མི་ཐུབ་ན། འབྱུང་འགྱུར་གྱི་ཉིན་མོ་དང་ལོ་ལ་དཀའ་ངལ་ཞིག་རང་བཞིན་གྱིས་ཆགས་འདི་རེད།

ཐོག་མར་རྒན་གཞས་ནས་མ་རེད་བས་དུས་ཐོག་ལ་ཕེབས་ཐུབ་ན་དཔེ་ལེགས་ཤོས་ཤིག་ཆགས་ཡོད་སུ་ལ། དགེ་རྒན་ལས་བྱེད་དང་སློབ་ཕྲུག་ར་ཅི་མོད་ལ། ད་དཀའ་འཕེལ་རེད་ད་སློབ་ཆེན་ཡིན་རུང་ཕྱག་ལས་དུ་མ་ཡོད་རོགས་ལ། གཞུང་ཆེན་དང་འདྲེས་དུ་མ་ཡོད་དུས་སྐབས་རེ་སྐབས་རེ་ཕྱིའི་གྲྭ་སུལ་དུས་ཐོག་ལ་ཕེབས་མི་ཐུབ་པ་དེ་འདྲ་ཡོད་དེ་འདྲའི་སྐབས་སུ་ཡང་སྐབས་རེ་འདི་རེད་ད། རྒྱལ་ཁྲིམས་ཀྱི་བརྒྱུད་ནས་ཨོ་དེ་རིང་ང་དུས་ཐོག་ལ་ཕེབས་མི་ཐུབ་གང་ཡིན་ཟེར་ན་གཞུང་འབྲེལ་གྱི་ཕྱག་ལས་དེ་དང་དེ་དེ་འདྲ་ཞིག་ཡོད་ཙང་བྱས་ཙང་ངས་ལས་ཚབ་འདི་ལ་བསྔགས་བཞག་ཡོད་ཟེར་བ་ཞིག་རག་ལ་ལས་ཚབ་འདི་ཡ་ནི་དགེ་ཆེན་ཡིན་རུང་ད་དགེ་རྒན་གཞན་པ་ད།

གཙང་སྦྲ་འདོད་ཡས་མི་འདུག་པས་རོགས་ལ། ཡིག་ཚང་འདི་རྩ་གཙང་མ་རེད་འདུག་མི་འདུག་འདུག་ཟེར་བྱས། ཕྱག་ལས་འདི་ཕྱག་མ། ཕྱག་ན་ངན་ཅིག་རོགས་ལ། འོ་འདི་གི་ཕྱག་འདུག་མི་འདུག་འདུག་ཟེར་དང། གཟིམ་ལོག་འདི་ཚོ་སྤར་འདུག་མི་འདུག་བསད་དགོས་འདུག་སྤར་ནི་རང་འཇགས་བཞག་དགོས་འདུག་རླུང་འཁོར་འདི་ཚོ་སྤར་དགོས་འདུག། སྤར་ནི་རང་འཇགས་བཞག་དགོས་འདུག་མི་འདུག་འདི་ཚོ་རྟོག་ཞིབ་གནང་ཡས་བྱས། འདི་ནས་འདུག་བྱས། ཡིག་ཚང་འདི་ད། ལས་ཁང་རོགས་ལ། འདི་ཚོ་གཙང་མ་འདུག་མི་འདུག། ལས་བྱེད་དེ་ཚོ་ཕེབས་འདུག་མི་འདུག་དེ་མིན་གྱི་མ་དུས་ཕལ་ཆེ་ལས་བྱེད་ཁང་གི་ཟུར་ཞིག་ཡོད་རེད་ལས་ཁང་དེ་ལ་ཅོག་ཙེ་ཆུང་ཆུང་གང་ལ་དེའི་རོ་ལ་དགེ་རྒན་ཡིན་རུང་ལས་བྱེད་ཡིན་རུང་གློག་ཤུགས་ཐོ་འགོད་དེབ་ཡོད་རེད་ལ་ར་ལ་འབྱོར་ཐོ་དེབ་གཞུང་ཡང་ན་གློག་ཤུགས་ཐོ་འགོད་དེབ་འདི་བཞག་གནང་ཡོད་རེད་འུ་སུ་ཕེབས་འདུག་མི་འདུག་ཟི་ནང་གི་རོ་ལ་སློབ་ཅིག་འུ་དེ་ཉོས་ལ་ཕེབས་དུས་འུ་དེ་ཚོ་ཕེབས་རྒྱུ་རེད་བཞག་དུས་ཆེ།

ཧཱུྃ། དེ་མིན་གྱི་སེམས་ཅན་རོ་ལ་ད་རེ་རྒྱལ་བོ་ཆེ་ཡོད་ན་སེམས་ཅན་དེ་ཚོ་གང་འཇུག་མ་འཇུག་ཕེབས་སྲོལ་ཡོད་ར་བ་ཡིན་ན་བེའུ་ཡིན་ན་ར་རིའུ་དེ་ཚོ་ཕེབས་འདུག་མི་འདུག་ད་དེ་ཚོ་ཚང་མ་ཟིག་རོ་ལ་འདུག་ཞེས་ད་སུ་སུ་སྔོན་ལ་ཕེབས་ཀྱི་འདུག་མི་འདུག་འདུག་ཞེས་འདུག་ཞེས་འདུག་གོམ་པ་སྤོས་ཞེས་གསུངས་འདུག་ཞེས་ནི་འཛིན་ཁང་དེ་ཚོ་ལ་རྟོག་ཞིབ་གནང་བ་ད་སྔོན་ལ་ཕེབས་སྔོན་ལ་ཕེབས་པའི་ཞོར་ལ་འཛིན་ཁང་དེ་ཚོ་མི་རེ་ངོ་རེ་ལ་ནི་གཙང་མ་འདུག་མི་འདུག་ཧཱུྃ། གས་ཆགས་འདུག་མི་འདུག་གས་ཆགས་ཀྱིན་ཡོད་རེད་བ་ལ། ཨ་གང་གིས་འཛིན་གྲྭ་གང་གིས་གས་ཆགས་མི་འདུག་དེ་ཚོ་ཡིག་ཐོག་ལ་མ་ཚ་ཀླད་པ་ནང་བསྐྱོད་འོང་རོགས་ཨ་ལ། ཨོའོ་འདི་ཆགས་མི་འདུག་སེམས་གས་སྲིད་ཆགས་ཚ་ཡོད་ན། གློ་དང་རླུང་འཁོར་དང་གཅིག་ལས་སྦྱོར་བ་ད་དེ་ཚོ་ཚང་མ་བསད་འདུག་མི་འདུག་དང་སེམས་ཅན་བདེ་འགྲོས་འཛུགས་མི་འདུག་བྱ་བྱིའུ་འཛུགས་འདུག་མི་འདུག་དེ་ཚོ་ཚང་མ་བཟས་གས་ནུས་དེ་ཚོ་གཙང་མ་འདུག་མི་འདུག། རོ། དེབ་སྒྲིག་སྟངས་འགྲིག་འདུག་མི་འདུག་ཨ་ནི། འདི་རེད་དགེ་རྒན་འདི་ཚོ་གིས་ད་ནག་པང་དང་མ་རེད་གྱང་སྦྱར་སྟངས་ལ་ནི་དགེ་རྒན་སློབ་ཚན་དང་འབྲེལ་གཡོ་ཆས་འདི་ཚོ་སྦྱར་འདུག་མི་འདུག་ག་དུས་སྦྱར་འདུག་དུས་ཡུན་འདི་མ་སོང་ན་ཟེར་སོགས་པ་འདི་ཚོ་དང་ཨ་ནི་དེ་མིན་གྱི་གསལ་བརྡ་གཙོ་ཆེན་འདི་ཚོ་འཛིན་གྲྭ་ནང་དུ་སྦྱར་འདུག་མི་འདུག་རོ། ཨ་ལ་ཨ་ནི། འཛིན་ཁང་གིས་དངོས་པོ་འདི་འཛུགས་སྒང་ལ་བདག་འཛིན་ག་འདྲི་གནང་འདུག་དངོས་པོ་སྒང་ལ་ཞྭ་མོ་ཀི་དྲེད་སྨྱུ་གུ་ཀི་དྲེད་སོགས་པ་དཀར་སུབ་དང་དེ་འདྲའི་དྲེད་སོགས་པ་དང་དེ་ཚོ་དྲེད་འདུག་མི་འདུག་ད་འོང་དེ་ཚོ་ཚང་མ་རྟོག་ཞིབ་དྲ་གི་འུ་ཅིག་གནང་དགོས་རེད་གལ་སྲིད་སློབ་སྤྱི་ཉམས་མྱོང་ཅན་ཞིག་ཡིན་ན་དེ་ཚོ་རྟོག་ཞིབ་གནང་ཡས་ལ་དུས་ཚོད་འགོར་གི་མ་རེད་མགྱོགས་པོ་མགྱོགས་པོ་ཡོད་རེད་གོམ་པ་མ་སྲུང་ན་དཔེ་དུས་མགྱོགས་པོ་མགྱོགས་པོ་མགྱོགས་པོ་བྱེད་ཁྲག་ཁྲག་ཁྲག་ཁྲག་འདི་འདྲས་ཡོད་ད་ཨ་འཛིན་ཁང་དེ་ཚོ་ཟིག་ནི་མ་ཕེབས་རོགས་ལ་ནི་ཁོར་ཡུག་དེ་ཚོ་ཆུ་ཀ་ལ་དེ་ཚོ་ཡོད་ན་ཆུ་བློས་དོད་མི་འདུག་བས་གཙང་མ་འདུག་མི་འདུག་གཡས་གཡོན་གྱི་གསང་སྤྱོད་དེ་ཚོ་གཙང་སྦྲ་ལ་ལ་གཙང་སྦྲ་འདུག་མི་འདུག་འདི་འདྲས་ཟས་བྱས་ཨ་ནི་འདུག་བྱས་ནི་ཉག་ཁང་དང་དེ་ཚོ་ཐག་རིང་པོ་ཡོད་ན་གི་རོགས་ལ་ལྟ་བུ་ཤེ་ན་གཏན་སློབ་ཞིག་ཡིན་ན་ཉག་ཁང་ཐག་རིང་པོ་ཡིན་ན་གི་གཡས་ཐག་རིང་པོ་ནས་འདུག་ཟས་བྱས་ཨོ་སུ་སློབ་གྲྭ་ལ་དངོས་ལ་ཕེབས་གི་འདུག་མི་འདུག་ད་དུས་ཚོད་སེམས་འདུག་མི་འདུག། འདུག་ཅེས་ཨ་ནི། དགེ་རྒན། སུ་ངེད་ལ་ཕེབས་འདུག་མི་འདུག་ཕེབས་རྒྱུ་བསྡད་འདུག་མི་འདུག་དྲི་བ་མ་བཏུང་གོང་ནས་མ་རེད་བས་དེ་ཚོ་རྟོག་ཞིབ་གནང་ཡས་འདི་ཤིན་ཏུ་གལ་ཆེ་རེད་བསམ་གྱི་འདུག་རོ་ཨ་ལ། ཨ་ནི། ད་ཞོགས་རྩོམ་གྱི་དྲི་བོ། མ་བཏུང་ངེད་ལ་ཨ་ནི་སློབ་སྤྱི་ཡིན་ན་གང་ཁེངས་དགོས་ཟེར་ན་ཨོ་དགེ་རྒན་སུ་ངེད་ལ་ཕེབས་མེད་ས་རེད། སུ་དངོས་ལ་ཕེབས་སོང། འཛིན་གྲྭ་གང་གི་གཙང་མ་ཡོད། མེད། སོགས་པ་འདི་ཚོ་གོ་རྟོགས་ཆ་ཚང་དགོས། ཨ་ནི་གྱང་ཆར། ཧུང། འཛིན་གྲྭའི་གི་དབྱིན་ཡུལ་ལ་གྱང་ཆར་ཡོད་རོ་ཨ་ལ་ད་སློབ་གྲྭ་ཆེན་པོ་ཡིན་ན་གྱང་ཆར་གཅིག་གཉིས་གསུམ་བཞི་ཡོད་སྲིད། འདི་ཚོ་གང་ལ་སྦྱར་སྣང་ཨའི་འདི་འདྲས་ཡོད་རོ་ཨ་ལ་ད། ང་ཚོ་གི་ད་ཉིན་ལྟར་གི་ད། གཏམ་དཔེ་སོ་ར་ད་བསམ་ཚུལ་སོ་ར་ས་བྲིས་བྲིས་སོགས་པ་འདི་ཚོ་ཉིན་ལྟར་ཉིན་ལྟར། ཉིན་མ་རེ་གསུམ་རེ་དང། ཉིན་རེ་བཞི་གསུམ་གྱིས་བྲིས་འདུག་མི་འདུག་གདངས་བྲི་འཁྱོག་འདི་དེ་རིང་གཅིག་པ་རེད་འདུག་མི་འདུག་གཅིག་པ་ཡིན་ན་གང་ཅི་ནས་རེད། འདི་རྒན་བཤེས་ངན་འདི་སུ་རེད། སློབ་ཚན་གང་རེད། བོད་ཡིག་རེད། དབྱིན་ཡིག་རེད་ཧིན་ཡིག་ར་ད་འདི་ཚོ་གང་རེད། གདེང་ཞིག་ནི་སུ་ལས་དགེ་རྒན་འདི་ཚོ་རྗེས་སུ་འབྲེལ་བ་གནང་ཡས་ཆེ་རོ་ཨ་ལ་འམ་གང་ཅི་ནི་བྲིས་མེད་དམ། འོང། ཡིག་གཟུགས་གང་འདྲ་བྲིས་འདུག་བྲིས་ཡོད་པ་འདི་ཚོ་དག་ཆ་འགྲིག་འདུག་མི་འདུག་འདི་ཚོ་གཟིགས་གནང་ཡས་འདི་ཤིན་ཏུ་གལ་གནད་ཆེ་བ་རེད་བསམ་གྱི་འདུག་རོ་ཨ་ལ་འམ། ད་ཞོགས་སམ་གྱི་དྲིའུ་འདུག་ན་ཏང་ཏང་ཏང་ཟེར་དུས། ཀྲང་ཀྲང་ཀྲང་ལབ་པ་ནི་དགོན་གནས་རྫོགས་མེད་དུ་མ་བཏགས། ཀྲང་ཀྲང་ཀྲང་དྲེའུ་སྡུག་གི་སྲིད་སྡུག་བསྔལ་གྱི་སྲིད་ཇུས་དེ་ཡོད་ན་ཚང་མ་ཚང་འཛོམས་གནང་ཚར་རོགས་ལ། ཕྱི་ལོགས་ལ་ཡིན་ན་དང་ཨ་ནི། ད་བང་རིམ་ཡོད་རོགས་ལ་འཛིན་གྲྭ་མི་རེ་ངོ་རེ་གི་ད་གཟུགས་པོད་ཀྱི། ཆེ་ཆུང་བཞི་གསུམ་གྱི་བང་རིམ་ཡོད་རོགས་ལ། འདི་ཚོ་འགན་བཞེས་མཁན་དེ་ཨ་ནི་འཛིན་གྲྭའི་དགེ་རྒན་དོ་དམ་པ་གྱི་འགན་བཞེས་ཀྱི་རེད་ཡིན་ན་ཡང་གཙོ་ཆེན་དེ་སློབ་སྤྱི་ཕེབས་ཡོད་ཙང་གཟིགས་རྟོག་གནང་ཡོད་ཤག་རོགས་ལ། ད་མི་རེ་ངོ་རེ་མ་ཡིན་པ་ཅིག་མགྱོགས།

ཚོ་ཟིག་སྲོལ་དེ་འདྲ་ཡོད་རེད་ད་དེ་ཚོའི་རོགས་ལ་དགེ་རྒན་འཛིན་གྲྭའི་དགེ་རྒན་དོ་དམ་པའི་རོགས་ལ་དཔེ་ཤ་ན་བང་རིམ་ཞིག་ཡོད་ན་འཛིན་གྲྭའི་གི་བང་རིམ་དེ་གི་མདུན་ལ་བཞུགས་ནས་མ་བསྡུ་ས་ཕྱིན་ཟིག་གོ། རོགས་ལ། ཚང་ཡོད་དམ་མེད་དེ་ཚོ་གི་རྟོགས་ཐུབ་པའི་དེ་དགེ་རྒན། འཛིན་གྲྭའི་དགེ་རྒན་དོ་དམ་པའི་ལས་འགན་གཙོ་ཆེན་ཞིག་ཆགས་ཡོད།

དེ་མིན་ལྷོད་ཡངས་ཆེ་ནི་མ་ཡིན་པ་བྱེད་རོགས་ལ། སློབ་ཕྲུག་སུ་འདྲ་ཞིག་ཡིན་རུང་ཕེབས་ཡོད་རུང་མེད་རུང་ལས་འདི་ཚོ་དོ་བདག་ཁྲོག་ཁྲོག་ཁྲོག་བྱེད་ནས་སློབ་སྤྱི་ལ་རྩིས་འཕོས་གསོག་པ་མ་རེད་བས། སློབ་སྤྱི་དགེ་རྒྱུན་ནས་ཨ་ནི་ཕ་མ་རོགས་ལ། ཕ་མ་ལ་དུ་ཕྱིན་ནས་འབྲེལ་བ་གནང་གི་རོགས་ལ། ཡང་ག་པའི་ཡང་འཛིན་གྲྭ་དགེ་རྒན་དོ་དམ་པ་ལ་ཁྱེད་རང་སློབ་ཕྲུག་འདིས་ཕ་མ་ལ་འབྲེལ་བ་གནང་དགོས་ཟེར་ན།

གྲ་སྒྲིག་ཡོད་རུང་མེད་རུང་སྐབས་རེ་གྲ་སྒྲིག་ཡག་པོ་གནང་ཐུབ་མ་རུང་བ་ལ་ཚེ་གང་ན་ཆེ། ཡང་ཧོབ་ད་ག་ལ་གློ་བུར་དུ་དགོངས་པ་ཞུས་ཏེ་ནད་དགོངས་ཞུས་ཏེ་རྙོག་དྲ་ཚ་བོ་ཆགས་འདུག་བ་ལ། གང་ཡིན་ཟེར་ན་དགེ་རྒན་གཞན་པ་ཡིས་ཞུས་ཚར་ཡོད་འདུག་དེ་འདྲ་ཆགས་ཀྱི་རེད་འདི་སྐབས་རེ་སྒེར་གྱི་དཀའ་ངལ་དེ་འདྲ་ཆགས་ཀྱི་རེད་རུང་བ་ལ་དེ་འདྲ་ཡིན་སྲིད་མ་རུང་བས། ཡིན་ན་ཡང་དུས་ཐོག་ལ་ཕེབས་ན་སེམས་པ་ཡང་ལྷོད་པ་ཡོད་མ་རེད་བས་སེམས་པ་ཞི།

ཀྲོིང། ཕལ་ལས་སྦྱོར་བ་ལ་ད་འདི་གཙོ་ཆེན་པོ་ཞུ་རོགས་ལ། ཀྲོིང། ཧུམ། ཕལ་ཐུབ་པས་མ་ཚད་ཨ་ནི་གཞན་ལ་ཡེ་ད་ཨོ་རྒྱ་ལ་འདི་ཕྱག་ལས་ལ་གྲ་སྒྲིག་དང་ཀྲོིང་ཡོད་པས་མ་ཚད་གཞན་ལའང་དམིགས་པའི་སྟོན་གི་འདུག་སུ་ལ་ང་ལ་སྟོན་གི་འདུག་ཡིན་ན་ང་གཞན་ལ་ཤེས་ཀི་མེད་དགེ་རྒན་དེ་འདྲ་ཡོད་ད་ནང་ལོ་ནང་ལོ་ལས་དགེ། ཧུམ། སེམས་སུ། དཔེར་ན་ངའི་རོ་ལ་སེམས་ཤུགས་གཅིག་གིས་གཞན་ལ་དཔའ་བས་དམིགས་པའི་གསང་སྔགས་གཅིག་གིས་གཞན་ལ་དཔའ་བས་སློབ་སྤྱི་ཡི་དམིགས་པས་དགེ་རྒན་ལ་དཔའ་བས་དགེ་རྒན་ཡི་དམིགས་པས་དགེ་རྒན་གཞན་ལ་དཔའ་བས་དགེ་རྒན་གཅིག་ནས་ཕ་རོལ་པ་ལ་དཔའ་བས་ད་དགེ་རྒན་གཅིག་གིས་གཞན་ནས་དཔའ། ད་ཚང་མ་མཉམ་རུབ་ཀྱིས་ཁེ་ཕན་འདི་སུ་ལ་བབ་ཀྱི་རེད་སློབ་ཕྲུག་སྤྱི་ཡོངས་ལ་ཕབ་དགོས། སློབ་ཕྲུག་གཟིགས་མཁན་ཡོད་རུང་བ་ལ་སློབ་གྲྭའི་ཁོར་ཡུག་ནང་དུ། སློབ་སྤྱི་གང་འདྲ་ཞིག་ཡིན་རུང་དགེ་རྒན་གང་འདྲ་ཞིག་ཡིན་རུང། འཛིན་གྲྭའི་རྒན་བདག་དེ་གང་འདྲ་ཞིག་ཡིན་རུང། ཕ་ཚ་པ་ལ་ཨམ་ལགས་གང་འདྲ་ཞིག་ཡིན་རུང་ཡོད་རུང་བ་ཉལ་ཁང་ཡིན་ན་པ་ལ་ཨམ་ལགས་གང་འདྲ་ཞིག་ཡིན་རུང། ད་ལས་བྱེད་སུ་འདྲ་ཞིག་གང་ར་ཞིག་ཡིན་རུང་མིན་རུང་སློབ་ཕྲུག་གང་འདྲ་ཞིག་ཡིན་རུང་དེ་ཚོ་ཚང་མ་མཁྱེན་རྟོགས་ཡག་ཤོས་དེ་སུའི་ནང་དུ་དགོས་རེད། སློབ་ཕྲུག་གིས་སློབ་ཕྲུག། སློབ་ཕྲུག་གིས། ད་དགེ་རྒན་དང་ཚོགས་ལ་ད་ཕ་ཚོ་ད་ཁྱེད་ཀྱི་རོ་བ་ལ་ཡིན་ན་སློབ་ཕྲུག་འདི་རྟོག་ཤིག་རྟོག་ཤིག་དང་ཁྱེད་ཀྱི་རོ་བ་གཙོ་ཆེ་ཤོས་ང་ནི་སློབ་ཕྲུག་འདི་ཚོ་ཤིན་ཏུ་གལ་གནད་ཆེན་པོ་རུ་བཞག་སྔར་དོ་ད་རང་ཉིད་ལ་ལམ་སྟོན་གནང་མཁན་གྱི་རོ་བ་ལ་བླ་མེད་ཆེ་མ་རེད་བས་སློབ་སྦྱོང་གནང་སྐབས་ཕེ་ཧོར་ད་སློབ་སྦྱོང་གནང་སྐབས་ཕེ་ཧོར་རེད་བླ་རྒྱལ་ཕེ་ཧོར་རོ་བ་ལ་ད། ཕ་མ་གིས་ད་ཡིག་ཆ་ཆེ་ནི་བརྫངས་རེད་ད། འགྲོ་སོང་གིས་བཏང་གནང་གི་ཡོད་རེད། དོ་བདག་སློབ་སྦྱོང་གནང་སྐབས་ཕེ་ཧོར་ད་ད་གཞན་རྩ་ནི་བླངས་དགོས་ཟེར་གྱི་ཡོད་རེད། ཡིན་ན་དོ་བདག་རང་ཉིད་ཅིག་གིས་ཡིན་ན་མི་འདུལ་བས། སློབ་ཕྲུག། སློབ་ཕྲུག་ཚང་ནི་མང་པོ་ཞུ་ཅིག་བླངས་ཡིན་མི་འདུལ་བས་མང་པོ་ཞུ་དུ་མ།

ཐོབ་སྲོལ་འདུག་ཐོབ་སྲོལ་ཡོད་དོ་ད་ང་རང་གཞི་བཞག་ན་གཟིགས་ཡོད་ལ། ཨཱ་ནི་དུས་ཐོག་ལ་ཕེབས་ཐུབ་ན་དུས་ཚོད་ལ་བརྩི་བཀུར་དང་རིན་ཐང་མི་འདུ་བས་ཡོད་པ་ཞིག་སྟོན་གྱི་འདུག་ཨ་ལ་འོང་དེ་ཤིན་ཏུ་གཙོ་ཆེན་པོར་བསམ་གྱི་འདུག་མ་རེད་བས། དགེ་རྒན་ད་ལས་རྗེས་སུ་འདྲ་ཞིག་ཡིན་རུང་མ་རེད་བས་དུས་ཐོག་ལ་མ་ཕེབས་ན་ཡང་ཆོག་གཅིག་ནི་ངོ་ཚ་དམན་པོ་ཆགས་དགོས་པ་ཞིག་རོ་ཨ་ལ་གང་ཡིན་ཟེར་ན་དུས་ཚོད་ཅིག་ཀྲང་ཀྲང་ཟེར་ན་ཀྲང་ཀྲང་ཀྲང། ཏང་ཏང་ཏང་ལས་ན། འདི་འདི་ཡིན་ངེས་ལ་ཕེབས་མ་ཐུབ་ན་ནི་གླ་དེ་ཡང། གླ་འོང་དེ་ནི་འོ་བཙུགས་འོ་རག་ལ་གླ་ཕོ་ཕོ་བའི་བྱོས་རོགས་ལ་ཟུར་ལ་རག། རག་ཡས་འདི་ནི་འོང་དེ་ཡང་འོ་དེ་བྱས་ནི་རང་བཞིན་གྱི་སྐབས་རེ་མི་འདོད་ད། གཞུང་འབྲེལ་གྱི་ཡིན་སྲིད་མ་རེད་བས་སྐབས་རེ་ཡང། ཞེས་གྲགས་ན་ད་མུ་མཐུད་ནི་དེ་འདྲ་ཡིན་ན། སྐབས་རྒྱུན་གྱི་རག་གནང་གི་ད་འོང་དེ་བྱས་ནི་ངས་དམིགས་བསལ་གྱི་དགེ་རྒན་གསར་པ་ཕྱག་ལས་གནང་མཁན་ཡིན་ན་ལམ་སྟོན་དེ་འདྲ་ཞིག་གི་ཡིན་མ་རེད་བས། ངས་ནི་ཤེས་ཚར་སོང། དགེ་རྒན་ལས་བྱེད་སུ་འདྲ་ཞིག་ཡིན་རུང་དུས་ཐོག་ལ་ཕེབས་ཐུབ་ན་དོ་བདག་རང་ཉིད་ཀྱི་ལས་ལ་མ་རེ་བས་བརྩི་བཀུར་ཡོད་པའི་རྣམ་འགྱུར་གཙོ་ཆེན་ཞིག་སྟོན་གྱི་ཡོད། དོ་བདག་རང་ཉིད་ཡིན་པས་མ་ཚད་ཁོར་ཡུག་ནང་ཁོ་རང་ལ་མི་འདོད་པའི་དུས། མི་འདུ་བའི་ལས་ཀ་ཟེར་དུས་དུས་ཐོག་ལ་ཕེབས་དགོས་པ་མ་རེད་བས་དེ་རིང་གཅིག་པུ་མ་ཡིན་པ་འབྱུང་འགྱུར་གྱི་ཉིན་མོ་ཟླ་བ་ལོ། མི་ཚེ་ཁོ་རང་ལ་ད་ཕྱག་ལས་གནང་ཡས་ཡིན་ནའང་འདི་ད་དཔའ་བོའི་རོ་ཨ་ལ་སློབ་ཕྲུག་ལ་དཔའ་བོའི་རེ་མིག་པས་དེ་སློབ་ཕྲུག་གིས་སློབ་ཕྲུག་ལ་མ་རེད་བས་མི་ཐོག་གཅིག་ནས་མི་ཐོག་གཞན་ལ་དུས་ཚོད་ལ་ཕྱག་ལས་གནང་ཀ་ཕེབས་དགོས་པ་འདི་གཙོ་ཆེན་ཡིན་པ་ཞིག་མ་རེད་བས་ད་འདི་ཧང་སངས་གཙོ་ཆེན་པོ་རོ་ཨ་ལ་ཨ་ནི། འགྱུར་ལྡོག་ལ་ཕེབས་ཐུབ་ན་འདི་ལྟ་བུའི་གྲ་སྒྲིག་གི་ཆ་ཚུར་བུ་ཞིག་སྔ་ས་ནས་གནང་ཐུབ་པས་ལ་ཕན་ཐོགས་ཆེན་པོ་ཞིག་ཡོད་པ་ད་དོ་ད་རང་ཉིད་ཡིན་ན་གཏན་འཁེལ་གྱི་འདུག་གཏན་འཁེལ་སུ་གཙོ་ཆེན་པོ་ཞིག་གྲ་ཞིག་ཆགས་ཏེ་ཞག་འོང་གི་རེད། ད་འདི་རེད་ད་ཡོད་ད་ངས་དེ་རིང་འཛིན་སྐྱོང་ཐོག་ལ་ཉམས་མྱོང་ཡོད་ཙང་ནས་རོབ་ཙམ་ཞིག་ཡོད་ད་ཁྲ་ཡོ་ཤེས་དེ་ཡང་རྗེས་སུ་ཡིན་རོ། དེ་རིང་ང་དམིགས་བསལ་གྱིས་དེ་ཡང་ཁྲ་ཡོ་ཤེས་འདོད་དེ་འདྲ། ཤེས་འདོད་ཤེས་འདོད་དེ་འདྲ་མི་འདུག་ད་སློབ་སྤྱི་ཞིག་ཡིན་ན་རེད་ད། སྡང་ནི་མ་རེད་བས་སྡང་ནི་མི་འདུག་བས། ཨ་མ། གླུ་གཅིག་གཅིག་ལས་གཅིག་ཡག་ཨ་དེ་འདྲ་ང་བྱེད་མྱོང་ཡོད་མི་འདུག་བས། ཧང་སངས་ད་ཉམས་མྱོང། མཆོག་ཏུ་རུང་བ་དེ་འདྲ་ཐོབ་སོང། འུ་དེ་འུ་དེ་ངས་ཤེས་ཡོད། འདང་ཡིན་ན། མི་འདུག་བས་གླུ་གཅིག་ཤིག་ཡིན་ན་འདང། མ་ཉེས་གོང་ནས་མི་འདུག་བས་གྲ་སྒྲིག་ཡོད་ཆ་ཚང། དེ་རིང་ཉིན་མོ་ལ་གང་གནང་དགོས་དམ་མི་དགོས། གང་སྣང་འགྱོད་དང་མི་འདོད་ཁྲག་ཁྲག་ཁྲག་ཁྲག་བྲིས་བྱ་གྱུར། བྲིས་བྱ་གྱུར་ཅིག་ཡིན་ན་དེབ་ཆུང་ཞིག་ཡིན་ན་མི་འདོད་དེ་འདྲ། དེབ་ཆུང་ང་འདི་ལས་ཆེས་ཉར་རྒྱུ་ཡོད་དེ་འདྲ་ཡིན་ན་མིག་ཕུང་མི་འདུག་ཨ་ལ་མིག་སྐྱོ་བོ་ཡིན་ཙང། ཁྲག་ཁྲག་ཁྲག་འདི་ངའི་བུ་མོ་ཨ་ཅེ། ཁྲག་ཁྲག་ཁྲག་ཁྲག་ལ་ནི་མི་འདོད་བྲིས་བྱ་གྱུར། སློབ་ཁྲིད་མི་འདོད་སྤྱི་བཏང་ནི་མི་འདོད་ནམ་རྒྱུན་དུ་ཕྱག་ལས་ཆ་ཚུགས་པོ་གནང་མཁན་ཅིག་མི་འདོད་ཡིན་ན།

དེ་རིང་ནི་གྲ་སྒྲིག། ཨོ། དགེ་རྒན་འདི་དང་འདི་ལས་བྱེད་འདི་དང་འདི། དེ་རིང། དགོངས་པ་ཞུས་སོས། ར། ནས་དགོངས་ཞུས་སོས། ཨ། དགེ་རྒན་འདི་གི་ལས་ཚབ། ཨོ། འདི་འདི་བཏང་འོས་ཡོད་དམ་མེད་དམ་ཚང་མ་གྲ་སྒྲིག། ཁྲོ། འདི་ཚབ་དེ་ཚོ་ཞོག་ར། ར། ལ། དགེ་རྒན་ལས་ཚབ། བསྐོ་བཞག་གནང་ཡ། ར། ཚབ་དེ་ད་ཚོགས་གཏན་མ་གསུང་ན་བྱས་རོ་ནི་དེ་ཚོ་ད་དགེ་རྒན་ལས་ཚབ་སུ་ཡིན་མིན་མིང་ད་དེ་ཚོ་རོ་དེ་ཚོ་སྐྱོ་བོ་རོ་རེའུ་མིག་ཞིག་སོང་ངོ་དེ་ཚོ་རེད་ཁྲོ་ཁྲོ་ཁྲོ་དེ་ཚོ་གྲ་སྒྲིག་གནང་གི་རེད་ཨོ་དགེ་རྒན་ཚོགས་པ་ཡི་རོ་ལ་ད་དགེ་རྒན་དེ་ཚོ་ཚོགས་པ་མི་འདྲ་བ་ལ་མཉམ་ཞུགས་གནང་གི་ཡོད་རོ་ལ་ཚོགས་པ་མི་འདྲ་བ་རྒན་ཞིག་ངེས་དེ་ཚོ་ཡིག་ཆ།

ཕེ་ཧོར་ཟླ་སློབ་གྲྭ་ར་བའི་ནང་དུ། ལྕགས་ལས་ནག། སྐུ་རྒྱུ་སུམ་བརྒྱའི་ཆུ་བོ་བཞི་སྒྲ་རེད། འུ་དེ་ཆིངས་ཟེར་གི་འདུག་ཨ། སློབ་ཆེན་ཡིན་རུང་འཛིན་སྐྱོང་གིས་འགེངས་བཞིན་ངེས་ཡིན་ན་ལས་སླ་པོ་ཡོད་མ་རེད་ཟེར་ངས་གོ་མྱོང་ཡོད་རོ། འོ་ཞབས་རྒྱ་ག་ལ་མ་གཅིག་བཞུགས་ན་མ་ནི་ཚད་མ་བཟུང་ན་མི་རེད་ཟེར་བ། འུ་དེ་ཆིངས་ནི་ང་ནི་ལས་ཚབ་ཡིན་པའི་སྐབས་དུ་མ། ཞབས་རྒྱ་ག་ལ་འདེ་ཡིན་མེད་མང་པོ་མི་འདོད་ཨ། ཡ་ཤ། ཡ་ལང་ནི་ཟེར་གི་ཡོད་ད། ཡ་ལང་ལང་འདི་ལང་ནི་ལས་ཀ་བྱེད་སྲོལ་ད། དཔེ་མགྱོགས་པོ་མགྱོགས་པོ་མགྱོགས་པོ་མགྱོགས་པོ་གང་ཡིན་ཟེར་ན་ཕྱག་ལས་ཧང་སང་ཡང་མང་པོ་འདུག་ཨ་ལ།

ཕེབས་འདུག་མི་འདུག་དེ་ཚོ་ཚང་མ་རྟོག་ཞིབ་གནང་དགོས་པ་རོགས་ལ། ཨ་ངས་ཟིགས་སོ་ཨ་ལ། ཨ་ངས་སློབ་གྲྭའི་ཁོར་ཡུག་དང་ར་བ་དང་དེ་ཚོ་ཡོད་རོགས། ཁོར་ཡུག་ནང་ལ་གཙང་སྦྲ་དེ་ཚོ་ཟིགས་སུལ་གནང་དགོས་པ་དང་བཟང་སྤྱོད་ཡིན་རུང་རོགས་དེ་ཚོ་ཚང་མ་ཟིགས་སུལ་གནང་དགོས། གྱང་ཆར་དེ་ཚོ་ངས་ཤེས་སོ་ཨ། གྱང་ཆར་གང་ལ་སྦྱར་དགོས་པ་དེ་ཚོ་དུས་ཐོག་ལ་སྦྱར་འདུག་མི་འདུག་ཉིན་རེའི་གཞིར་བཟུང་གིས་སྦྱར་འདུག་མི་འདུག་དེ་ཚོ་ཚང་མ་ཟིགས་དགོས། གསལ་བརྡ་དེ་ཚོ་བཏང་དགོས་པ་དེ་ཚོ་བཏང།

དགེ་རྒན་དགེ་རྒན་མ་དག་སློབ་སྤྱི་ཞིག་ཡིན་དུས་ད་རྟོག་ཞིབ་ལ་སྐྱ་ཆེན་པོ་ཞེ་དྲག་གནང་དགོས་སྐྱ་ཆེན་པོ་ཕྱོགས་བཞི་མོག་གོ་ཕྱོགས་བརྒྱད་གནང་གོ་ད་སྤྱི་དང་ནི་གཏན་སློབ་ཡིན་ན་གཏན་སློབ་གཏན་སློབ་ཡིན་ན་ཕྱག་ལས་རྒྱ་ཆེན་པོ་ཞེ་དྲག་ཡོད་ལ་གཏན་སློབ་མིན་རུང་གཏན་ཆགས་སློབ་གྲྭ་མིན་རུང་རོ་ཨ་ནི་སློབ་ཡིན་རུང་ཕྱོགས་བརྒྱད

གང་ཡིན་མིན། སློབ་ཕྲུག་འདི་ཚོ་གི་གཏམ་བཤད་གནང་ཕྱོགས་ལྟ་དཔེ་བཤད་ན་སྙན་ཚིག་ཞིག་བརྒྱུད་ལམ་ཞུ་བཞིན་ཡོད་ན་ཨོ། བརྒྱུད་ལམ་ཞུ་ཕྱོགས་དེ་ག་འདྲས་དོ་འགྲིག་འདུག་མི་འདུག། སློབ་ཕྲུག་སུ་འདྲ་ཞིག་ཡིན་རུང་སྡིངས་ཆ་སྒང་ནས་མ། མ་གཞི་ཁོང་ནི། འགན་བཞེས་ངེས་བྱེད་མཁན་ཞིག་ཡོད་རེད་བ་ལ། འཛིན་གྲྭའི་དགེ་རྒན་དོ་དམ་པ་ཡིན་རུང། དཔེ་བཤད་ན། སྡེ་ཚན་མི་རེ་ངོ་རེ་གི་ར་ལ་དགེ་རྒན་དོ་དམ་པ་ཡིན་རུང། དེའི་བརྒྱུད་ནས། ཡང་ན་སྐད་ཡིག་སྡེ་ཚན་གྱི་བརྒྱུད་ལམ་གྱིས་ཡིན་རུང། དེའི་དེ་ཚོའི་བརྒྱུད་ནས་སྦྱོང་མཐར་ངེས་པར་དུ་ཕུལ་དགོས་སུ་ལ་ཟེར་ན། སློབ་ཕྲུག། སློབ་ཕྲུག། ཞོགས་རྩོམ་ལ། ཅིག། དཔྱད་འབུལ་ཞུ་མཁན་ཅིག་ཡོད་རོགས་ལ་གཏམ་བཤད་གནང་མཁན་ཅིག་རོགས་དེ་ཚོ་ལ། ཅིག་ཡོད་རོགས་ལ་ཚིག་གྲུབ་ཁ་ནས་སྐྱོར་གནང་སྟངས་དང་རྣམ་འགྱུར་དང་རོགས་ལ་བཞུགས་སྟངས་དང་ཅིག་ཡོད་རོགས་ལ་འམ་དེ་ཚོ། སྐད་ཤུགས་ཀྱི་ཡ་ཐོག་དང་སྨད་དང་དེ་ཚོ་སྦྱོང་བརྡར། དེ་ཚོ་དོ་དང་ར་བྱེད་ཡོད་དང་འོན་རོགས་ལ་ཉིན་གཅིག་ངས་བཞག་མྱོང་མེད་དང་ཉིན་གཅིག་ངས་བཞག་མྱོང་མེད་དང། གློ་བུར་དུ་དེ་འདྲ་ཕུལ་ན་ནམ་ཡང་མི་འགྲིག་ནམ་ཡང། ནམ་ཡང་མི་འགྲིག་སྙིང་རྗེ་མ་རེད། གཟི་དང་གནས་སུ་དགེ་རྒན་ཞིག་ཡིན་ན་ཡང་གློ་བུར་དུ་འདི་འདྲ་བཤད་དགོས་ཟེར་ན། ཁ་ཤས་ཚ་ཁ་ཚིག་གིས་དང། བཤད་དགོས་པ་དེ་བཤད་མི་ཐུབ་པ་སྐབས་རེ་ཡོང་སྲིད་མ་རེད་བས། སྤྱིར། དཔེར་ན་དགེ་རྒན་འདིའི་ཉམས་མྱོང། བཤད་དགོས་པ་ལ་ཉམས་མྱོང་མེད་ན་ཟེར་རྒྱུ་ཡོད་དམ། ཧཧཧ་སྨྱོ་མ་སྨྱོ་མ་འདི་ཡོད་དམ། ཁ་རེད།

ཅིག་མེད་པས། འདི་སྣང་ངོ་ལ་སློབ་སྤྱི་ཡོད་རེད། དགེ་རྒྱས་ཡོད་རེད་དགེ་རྒན་ཡོད་རེད་ང་འདྲ་པོ་ཡིན་ན་ཡོད་ད། སློབ་ཕྲུག་ཡོད་རེད་རོགས་ལ། ལས་བྱེད་གཡས་གཡོན་དུ་བཞུགས་ཡོད་རོགས་ལ། ཡ། གང་འདྲ་ཞིག་གསུང་གནང་གི་ཡོད་ན། ང་ལ་ཐོབ་བྱ་གང་འདྲ་ཞིག་ཡོད་ན་དེ་རིང་ང་ལ་ཁེབས་སམ། དངུལ་ཆ་ནི་མར་དག་གསར་པ་གང་འདྲ་ཞིག་བཤད་ཐུབ་ཡོང་ལ་འདི་འདྲ་རྔམ་ནི་དགུ་སོ་འདི་འདྲ་ཡོད་དང་ནི་ཡོད་དམ་འདི་འདྲ་ཡོད། ཨ་ཡོ་བ་ཡ་ཐོ་ར་རུག་ན། འདུག་འདུག་ལ་ཨ་ཡེ་འདུག་འདུག་ལ།